དེ་ནས་ལྷ་སའི་ཡིབ་ཤས་ནོར་བུ་དེ་གཉིད་སད་ནས་ཡར་བཞག་སྟེ། མདང་དགོང་གི་མེ་རླངས་ཀྱི་རླུང་བསྟེན་ཏེ་ཁྱིམ་དུ་ངོ་མཚར་ཆེ་སྐོར་ནས་ཨ་མ་དཀར་མོ་ལ་ལོ་རྒྱུས་རྣམས་ཞིབ་ཏུ་བཤད། བདག། ང་རླུང་གཡུལ་དུ་སོང་ནས་ཁྲོ་དང་རྒྱལ་པོ་སེམས་རྩ་སྐུར་ཞིང་དག་བྱེད་ཀྱི་སྐུ་ཚུགས་ནས། གླིང་དཀར་པོ་རྒྱ་ས་གཟིམས་པ་དང་ཕྱོགས་བཞི་དགྲ་བྱེད་རྣམས་ཆ་ལ་འཕགས་གོ་ཟེར་བས། དགའ་མོ་ན་རེ། བདག་ང་གླིང་ཆེ་འབྲིང་གི་ངའི་མ་བུ་གཉིས་གླིང་གི་ས་འཐེན་ནས་དུག་དབང་མེད་པར་འབངས་མི་ལ་བཙོང་ནས་བུ་ཁྱི་གཅིག་སྟོབས་ལྡན་ཨ་རག་དང་འཕྲོ་མ་བྱེད་སྐབས། རེ་འགའ་ལོ་ཡི་ཨ་རག་བཟོ་དྲག། རེ་འགའ་ཨ་རེ་པོ་བཟོ་དྲག་བྱེད། བྱེད་པ་ཨ་དྲན། ཨ་མ་ལའང་ཨ་བཟས་སྨན་མོ་དོགས་ནས་ཡུལ་ཁམས་ཁོང་ལ་གྲགས། སྟོན་ནི། ཕྱོགས་བཞིར་བཀྲག་གིས་བརྟུལ་བ་ཡིན་མོད། དར་མ་སྲས་བུ་ཁྱི་སེང་རླུང་གི་བུ་ཡིན་རུང། ཉིན་བྱེད་མཁན་མ་བྱུང། རྒྱ་རྩེ་ནོར་བུ་ཡིན་ཡང་དགྲ་ལ་མ་ཚུད། མུ་པོ་གདོང་གི་རུ་སྣེ་བྱེད་པར་གཏོལ་མེད་ཁུངས་ཡིད་མ་ཆེས། བུ། ཁྱོད་ལ་བློན་པོ་འཁྱེད་པའི་མཁས་པ་བརྒྱ་ལོ་གསར་བའི་བསོད་ནམས་འབྲུག་མོ་འགུགས་པའི་རྒྱལ་ལོ། ལོ་ཚེ་འདུལ་བའི་སྤྲུལ་བ། ཧོར་ལྟའི་ལོ་པའི་དོགས་ཤུགས་ཀྱི་རེ་བ་མ་ཡོང། མདང་དགོང་གི་མེ་གླང་ལུང་བསྟན་འདི་ཨེ་བདེན་མི་ཤེས། མེ་གླང་ལ་དག་བྱ་ཅི་ཡོད། ནང་མའི་ཏང་ལའང་གཟི་ཞིམ་བོ་བཟོས་པ། བུ་བོ་མི། ཕ་ཕྱུག་པོ་ཤི་བ། བླ་མའི་མི། རྒན་ཡོལ་ཤོར་ཐབས་པ་བུ་མོའི་མི། ཟེར་བ་མིན་ནམ། ད་ཁྱོད་ཀྱིས་དོན་ལ་མི་མིན་པའི་སྟོང་ལྟ་མ་བཤད་པར་ཞུ་རོ་གནང་ཟེར། ཡང་འཇོག་རོ་བྱས་ནས་ཡ། ཨ་མ་ལགས། ད་ཁྱོད་ཨ་མའི་གཏམ་ལ་ཆ་ཤས་མེད་པ་འདྲ། གདངས་སུ་གནས་ནས་དཀར་མོ་ལུང་བསྟན་ལ་འཁྲུལ་བ་མེད། སྦུ་ལྔ་ནས་རི་གསུམ་འཁྲུལ་བ་འོད་གསལ་ལྷ་གནས་དཔག་ཀྱང། སེམས་ཅན་རྨོངས་པའི་དབང་གིས་བྲལ་རུ་ལྟུང། འཛམ་གླིང་སྲིད་པའི་ལས་བཟོ་རྣམས་ཀྱང་འདི་འདྲ་སྐྱ་ལོ་ཁོ་ལ་དབང་བ་འདྲ་ཡང། འདི་ནི་ག་ཙམ་དུ་འཁྱོལ་བ་མ་གཏོགས་གདོན་གྱི་རྟགས་པོ་ང་རང་མ་བུ་གཉིས་ཡིན་པས་བློ་དེ་ཙམ་ཆེ་ཡང་མི་དགོས། སྔགས་མི་སྡུག་ཀླང་དཀར་སྟོད་ལ་སྒྲོ་དག་བཅུ། ཡིན་པས་བཟླས་ན་དག་པས་བདག་ཀྱང་མི་གོ་ཟེར་ནས་གླང་ཡུལ་དུ་ཕེབས་སོ།